དགོང་མོ་ཞིག་ལ་ལམ་སང་གི་ནགས་ཕྱིའི་ཨ་མ་དང་སྤྲུག་གུ་ཞིག་ཨམ་སྟོང་གི་ཡལ་གའི་སྟེང་ཨམ་འབྲས་ཟ་བཞིན་ཡོད་པ་མཐོང། ལམ་སང་གི་རྡོ་ཞིག་སྤྲུག་ནས་ནགས་ཕྱིས་དེ་གཉིས་ལ་གཞུས་པ་རེད། ནག་ཕྱིས་ཨ་མ་ཞེ་ད་ཆོད་ནས་ཨམ་འབྲས་དེ་ལག་ནས་བླུད། ནག་ཕྱིས་ཕྲུ་གུ་དེ་ད་དུང་ཨམ་འབྲས་ལ་འཐམས་ཡོད་པས་དེ་དང་མཉམ་དུ་ས་ལ་ལྷུང་བ་རེད། ནག་ཕྱིས་ཕྲུ་གུ་ཆུང་ཆུང་དེ་མགྱོགས་པོ་བྲོས་ཐབས་བྱས། འོན་ཀྱང་ལམ་བཟང་གིས་ཁོ་བཟུང་ནས་ནང་ལ་ཁྱེར། ནག་ཕྱིས་ཨ་མའི་ཁོས་རྒྱབ་ཏུ་ངུ་སྐད་བརྒྱབ་པ་ཐོས། ལམ་བཟང་ནི་ནག་ཕྱིས་ཕྲུ་གུ་དེ་ལ་ཧ་ཅང་དགའ་པོ་ཡོད། ཁོས་དེས་གཅེས་ཉར་སྲོག་ཆགས་ལ་ཉར་འདོད་བྱུང། ཁོས་ནགས་ཕྱིའི་ཕྲུ་གུ་དེ་ལྕགས་གསེབ་ནང་དུ་བཅུག་སྟེ་ཉལ་ཁང་དུ་ཁྱེར། ཁོས་ལྕགས་གསེབ་དེའི་ནང་འདྲེས་ཏོག་ཙམ་དང་ཆུ་ཕོར་པ་གང་བཞག་དེ་ནས་ཁོས་ཕྱི་ལ་རྩེད་མོ་རྩེ་བར་ཕྱིན། ལམ་སང་ནང་ལ་ལོག་དུས་ས་རུབ་ཡོད། ཁོས་མགྱོགས་པོ་རང་གི་གཅེས་ཉར་སོགས་ཕྱི་ལ་བལྟ་རུ་ཕྱིན། ཁོས་ནག་ཅིག་ཨ་མ་ལྕགས་སྲེག་སྒྲོམ་དུ་བསྡད་ཡོད་པ་མཐོང་བ་རེད། ཁོ་ནང་ལ་འཛུལ་བ་དང་ནག་ཅིག་ཨ་མ་སྒེའུ་ཁུང་ནས་ཕྱི་ལ་བྲོས། ལམ་བཟང་གིས་རང་གི་སྤྱན་ཉར་སྲོག་ཆགས་ལ་བལྟ་སྐབས། དེས་འབྲས་ཟ་མེད་པ་དང་ལྕགས་སྲེག་ནང་དུ་ཨ་མྲའི་ཏོག་ཙམ་ཡོད་པ་མཐོང། ཁོས་ནག་ཅིག་ཨ་མས་རང་གི་ཕྲུ་གུ་ཁ་ལ་སྤྲོད་པར་ཡོང་བ་ཤེས། ལམ་བཟང་གི་ནག་ཕྱིས་ཨ་མ་ནང་ལ་ཡོང་བ་དང་ཕྲུ་གུ་ལ་ཁ་ལག་སྤྲོད་བཅུག་འདོད་མེད། ཁོས་སྒེའུ་ཁུང་བརྒྱབ་ནས་དགོང་ཟས་ཟ་རུ་ཕྱིན། ཁོ་ཉལ་ཁང་དུ་ལོག་སྐབས་ནག་ཕྱིས་ཨ་མ་སྒེའུ་ཁུང་འགྲམ་ལ་ཡོད་པ་མཐོང། ཁོས་ནག་ཕྱིས་ཨ་མ་དཀྲོག་ཆེད་སྒེའུ་ཁུང་ཕྱེ་བ་དང། མོ་མཐོང་སར་མེད། ལམ་སང་གི་དེབ་ཀློག་མགོ་བཙུགས། ཡིན་ནའང། སྒེའུ་ཁུང་ཕྱོགས་སུ་མིག་ཡང་ཡང་བལྟ་བར་ཤོར། ཏོག་ཙམ་རྗེས་སུ་སྒེའུ་ཁུང་ཟུར་ནས་འགུལ་སྐྱོད་གཏོང་གི་ཡོད་པ་མཐོང། ནག་ཕྱིའི་ཨ་མ་ཡང་བསྐྱར་སླེབས་པ་རེད། ལམ་སང་གི་ནགས་ལྗི་དེ་དཀྲོག་དགོས་བསམ་ནས་རྒྱུག་པ་ཞིག་བཟུང་སྟེ་སྒེའུ་ཁུང་གི་ཕྱོགས་སུ་རྒྱུགས། ཡིན་ན་ཡང། ཁོ་དེར་མ་སླེབས་གོང་ལ་ནགས་ལྗིས་དྲོས་ཕྱིན་པ་རེད།